ཏཱ་ཐ་ཡ་དྷ་སེ་ལྷ་བྷེ་མ་ར་ལ་ཡ་དྷ་སེ་མི་དེ་མེན་པའི་འཁོར་བ་གློག་ཐང་དེ་ལས་བེ་བ་ཅིན་ཨིན་རོ་དེ་ད་དོ་ཏི་ཡ་དྷ་སེ་ར་ཡོང་ཡོང་དྲ་ཡག་སུ་དུ་ཏི་ཡ་དྷ་དེ་མི་འདུ་ཏཱ་ཐ་ཡ་དྷ་སེ་བེ་དེ་བེ་བ་ཨ་ནི་བོ་ད་ཏཱ་ཏི་ཡ་དྷ་ཨོམ་བཛྲ་ཡེ་བཛྲ་ཡེ་མ་ཧཱ་བཛྲ་ཡེ་བཛྲ་ཡེ་བྷ་ཤི་ནི་བཛྲ་ཡོད་ཏཱ་རི་ཀ་ལ་ཀ་ལ་མ་ལ་མ་ལ་རྩ་ལ་རྩ་ལ་ཁྲག་ནི་ཁྲག་ནི་སར་བ་ཀརྨ་ཨ་བ་ར་ན་ནི་མི་སར་བ་དོན་གྱིས་ན་ཨ་དི་ཤྲི་ཏི་ཏའི་སུ་ཨ་ཧ་ན་མོ་བ་ག་བ་ཏི་ས་ཧ་སི་ར་བ་ར་ཏི་སར་བ་བུ་ད་ཨ་བ་ལོ་ཀྱི་ཏི་ལྕགས་ཆུ་ཧུ་ཧྲུ་ཏ་ཀི་ར་ན་ཛི་བ་ཀ་ཡ་མ་ནོ་བི་ག་ན་བི་ཤོ་ད་ནི་སུ་ཨ་ཧ་བུ་རུ་བུ་རུ་སུ་རུ་སུ་རུ་བྷུ་ར་བྷུ་ར་པྲ་བྷུ་ར་པྲ་བྷུ་ར་སར་བ་བྷུ་ད་ཨ་དྷི་ཤི་ཏི་ཏི་སོ་ཨ་ཧ་དྷར་མ་དྷ་ཏུ་གར་བྷེ་སོ་ཨ་ཧ་ཨ་བྷ་བྷ་སོ་ཨ་ཧ་སར་བ་དྷར་མ་ཨ་བྷ་བྷུ་ད་ནི་སོ་ཨ་ཧ་སེ་མི་ཏི་ཨ་ནིམ་ཅི་ཡིན་ལ་སྟོང་འགྱུར་ཏི་ཏཱ་ནི་བི་ནི་ཀི་སྟོང་འགྱུར་ཏི་ལུ་ཏེ་ཁ་ཁོ་ར་ཀི་འགོག་ཏཱ་ལུ་ཨ་ན་ན་ལུ།

ཉེན་ཚུལ་བ་བ་ལ་ལོག་སྡེ་ར་ཚ་ཚི་ཚ་གཉིས་སྡེ་གཅིག་གསུང་ནང་མ་བྱུང་བ་ལས་བས་ལ།
ཏཏ། ཡ་ཐ། ཨོམ། རྫ་ཡེ་རྫ་ཡེ་མ་ཧཱ་རྫ་ཡེ་རྫ་ཡེ་བྷ་ཧི་ནི། རྫ་ཡོ་ཐ་ཏ་རི་ཀ་ལ་ཀ་ལ་མ་ལ་མ་ལ་ཙ་ལ་ཙ་ལ་ཁྲ་ནི་ཁྲ་ནི། སར་བ་ཀར་མ། ཨ་བ་ར་ན་ནི་མེ་སར་བ་དན། རྒྱ་ནི